ཚད་པ་བདུན་ནི་འགོ་འཛུགས་བྱས་རྗེས་ད་ལྟའི་རིང་ནོར་སྲིད་ཆེན་མོ་མི་མང་ལ་ལས་ཀ་བར་དུ་ཆགས་བསྡད་པ་རེད་ཨིན་ད། ད་དེ་རིང་འདི་ལ་ཡར་ཕེབས་པའི་གི་དེ་ནས་སྐུ་མགྲོན་ད་ལྟ་བོད་མི་མང་སྤྱི་འཐུས་ཟུར་པ་རྒྱལ་མཚན་སྒྲོལ་མ་ལགས་རེད་ད་གནང་བཞིན་པའི་ཤིང་ལོང་ས་གནས་ཀྱི་གྲོས་ཚོགས་གཙོ་གཙོ་དང་ཨ་ནེ་ས་གནས་གྲོས་ཚོགས་འཐུས་མི་རྣམ་པ་རེད་ཨ་ནེ་ས་གནས་སྐུ་ངོ།

སོགས་བརྗོད་དོ་གོ་ཡག་གི་རྒྱུ་མཚན་ཐོག་ཏུ་ག་རེ་ལས་བྱས་པ་ཡིན་ན། སྤྱིར་བཏང་ང་རང་ཚོ་དམངས་གཙོའི་གཞུང་གི་འགྲོ་སྟངས་དང་ལྷག་པར་དུ་ང་རང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་གཞུང་གི་འགྲོ་སྟངས་ཀྱི་ཐོག་ནས། སྤྱི་འཐུས་ཟེར་ཡ་དེ་གཞུང་དང་དམངས་གཉིས་ཀྱི་བར་དབུགས་ཀྱི་ཟམ་པ་ནང་བཞིན་དུ་བྱེད་དགོས་རེད་ཟེར་ནས་བཤད་སྲོལ་ཡོད་རེད།

རེད་དེ་ཡིན་ན་ཡང་ང་རང་ཚོ་ཚང་མ་སྤྱི་ནོར་ཀུང་སི་སྐྱབས་མགོན་ཆེན་པོ་མཆོག་ལ་ཁ་ཞེ་གཉིས་མེད་ཀྱི་དག་པ་བྱེད་ཉེས་ཀྱི་གང་ཟག་བཤད་ཅིག་སོང་ད་ང་རང་ཚང་མེད་ཀྱི་ཁོང་གི་མཛའ་བ་རྣམ་ཐོས་དེ་དུས་ད་རྣམ་པ་ཁུར་འདུག་ཤོག་གི་ཡར་ལངས་ན་རེད་དགོངས་དག་མ་རྙེད་ན་སོ་ར་མ་ནུ་བསྡད་དགོས་དེ་མཁྱེན་འདུག་ཡོད་རེད་དེ་ཡིན་དུས་ངས་རྣམ་རྒྱལ་རྣམ་པ་ཚོར་དྲན་གསོ་གི་ཚུལ་དུ་འདྲ་བོ་གཅིག་ན་ཡང་ད་དམིགས་བསལ་སྐབས་སུ་བབ་པ་ཆབ་སྲིད་དང་འབྲེལ་བ་ཡོད་ཡིན་ཙང་ཁོང་ཚོའི་ཕྱོགས་ཀྱི་མཛའ་བ་ཁྲི་ལེ་རྣམ་ཐོས་བྱེད་ཉེས་གཅིག་ཡོད་པའི་ནང་ནས་ཨ་ནི་ང་ཚོ་མི་མི་གཅིག་གི་མི་ཚེ་ལ་དུ་ལྟ་ཡོང་ན་མི་ཚེ་གི་ལོ་རྒྱུས་ནང་ལ

ཨ་ནི་པའི་ཧམ་པ་ཆེན་པོ་བྱས། དེ་ནས་ང་ཚོ་བོད་ཀྱི་ཕྱི་ཡི་ཨ་ནི་གཅིག། སྣོད་དང་ནང་གི་ཆོས་གང་ལ་བརྟེན་ནའི་ཕུན་སུམ་ཚོགས་པོ་ཅིག་ཡིན་དུས་གང་ལ་ཨ་དེའི་ནང་ལ་དྭགས་ལ་པ། ཆང་བྱས་ནས་ང་རང་ཚོ་བོད། བོད་ཟེར་རྒྱལ་ཁབ་འདི་འཛམ་གླིང་འདིའི་ནང་ལ་མིང་ཙམ་ཡང་མེད་པར་བཟོ་ཡ་གི་སུ་ཅིས་ལོ་མང་པོའི་རང་ལ་ལག་བསྟར་བྱས་ནས་རིམ་པས་བྱས་ཏེ་ང་ཚོ་ད་བོད་ཀྱི་ས་ཆ་ས་ཡོད་པ། ས་ཡོང་པའི་སྐབས་སུ་ང་ཚོས་བོད་གཞུང་གི་ངོས་ནས་ཨ་ནེ་གཅིག་དུས་ཤོར་ཟེར་ན་འདྲ་མནའ་མའི་གཏམ་ཟེར་དགོས་ན་འདྲ་གང་ལྟར་མཐའ་མ་དེ་ལ་ད་སོ་སོ་གཅིག་ལ་སླེབས་པའི་སྐབས་དེ་འདྲའི་གཅིག་ལ་ཁྱི་འོང་དུས་གང་ལ་དེ་ནི་བོད་གཞུང་མ་གཉིས་ཀྱི་རུ་ལུགས་པ་ཐག་པས་མ་འདོན་པའི་གནས་སྟངས་ཞིག་ཆགས་ཡོད་ད་བྱིས་བྱིས་འདི་འབྱིས་མེད་པའི་གནས་སྟངས་དེ་འདྲའི་གཅིག་སྐབས་ལ་ང་རང་ཚོ་བོད་གངས་ཅན་གྱི་མགོན་ལ་ཆེད་དུ་ཕེབས་བཞག་བོད་ཀྱི་གཅེས་ནོར་ཀུང་སིའི་སྐྱབས་མགོན་ཆེན་པོ་མཆོག་སྐུ་འཕྲེང་བཅུ་བཞི་པ་དེ་དགུང་ལོ་བཅུ་དྲུག་ཆགས།

ཆུང་ཞིང་སྐྱིད་ཀྱི་ཨ་ནེ་ང་ཚོ་དགྲ་བོ་སྟོབས་ཆེན་རྒྱ་ནག་རྒྱལ་ཁབ་གི་ཁ་ནས་ང་ཚོ་བོད་གངས་ཅན་གྱི་སྲོག་འགྲོ་དུ་མ་བསམ་སྐྱབས་བྱས་བྱས། དངོས་རེད་བྱས་ན་ང་ཚོ་དུ་ཞིག་བལྟ་འོང་དུས་ལོ་བཅུ་དྲུག་ལ་ན་ག་རེ་རེད། ང་རང་ཚོ་སོ་སོ་སོ་སོ་སྤོ་བོ་དང་དེ་ཚོ་དང་སོ་སོ་པི་ཏྲ་དེ་ཚོ་ལྟ་ལ་ལོ་བཅུ་དྲུག་ག་ཚོད་ལ་སོ་སོ་སོ་སོ་རང་མགོ་མ་ཐོན་པའི་གནས་སྟངས་དེ་འདྲ་བྱེད་ཀྱི་རེད།

སྟོབས་ཆེ་བའི་དགྲ་བོ་རྒྱ་དམར་གྱི་མདུན་ལ་ཡང། འཛམ་གླིང་ཡོངས་རྫོགས་ཀྱི་མདུན་ནས་ས་ག་འདི་ག་ལ་ཡང། ཨ་ནི་བྱམས་བརྩེ་གི་ཉམས་ལེན་གྱིས་ཨ་ནི་ལག་ཟུང་ཐར་མོ་སྦྱར་བྱས་ནས་རྒྱ་ནག་ལ་ཁ་བཏོད་བཅག་འོང་དུས་ད་ལྟའི་ཆ་ལ་འཛམ་གླིང་ས་ག་འདི་ག་ལ་དགྲ་བོ་རྒྱ་དམར་དང་སྐྱབས་མགོན་ཁོང་དུ་ཆུང་ནུ་གོང་ས་སྐྱབས་མགོན་ཆེན་པོ་གཉིས་འདུག་ཁ་བཏོད་ཕ་བཏོད་ཚུལ་དེ་ལགས་པའི་སྐབས་དེ་ལ། འཛམ་གླིང་གི་མཁས་རྒུ་ཡོངས་རྫོགས་ཀུ་ཁུང་གི་རྒྱབ་ལ་སྤོང་བོ་ཡོད་མ་རེད་དམག་ཡོད་མ་རེད་དབང་ཡོད་མ་རེད་དཔའ་མཆོད་ཡོད་མ་རེད་དེ་ཡིན་ན་ཡང། ཁོང་གི་བྱམས་དང་བརྩེ་བས་ཀྱི་ཞེན་རབ་ཀྱིས་ཀྱི་འཛམ་གླིང་མཁས་རྒུ་ཡོངས་རྫོགས་དབང་དང་བཀུག་བྱས། གནས་ལུགས་དང་རྒྱུ་མཚན་བརྩི་མཁན་ཡོངས་རྫོགས་ཀྱིས་ཁོང་ལ་ཤ་སོགས་ཐར་མོ་སྦྱར་བྱས་ནས་ཁོང་ལ་ཡ། དེ་ནི་བསྟོད་ར་ཕུལ་ཡ། ཨ་ནི་དག་ན་བཞིན་ཁོང་ལ་རྒྱབ་སྐྱོར་བྱས་ཡ། ལྷག་པོར་དུ་ཁོང་ལ་དེ་ནི་ཏི་འཛམ་གླིང་ཞི་བདེའི་གཟེངས་རྟགས། ཨ་རིའི་གསེར་གྱི་རྟགས་མ།

ད་ལོ་རྒྱུས་དུམ་བུ་གསུམ་པ་འདི་ག་རེ་རེད་ཟེར་ལབ་པ་ཡིན་ན་ང་ཚོ་ལ་ཡང་དག་པའི་དམངས་གཙོ་གསོལ་རས་གནང་བ་དེ་རེད། སྤྱིར་བཏང་འཛམ་གླིང་འདིའི་སྒང་ལ་ཡང་རྒྱལ་ཁབ་དང་སྒྲིག་འཛུགས་འདྲ་མིན་སྣ་ཚོགས་ཡོད་པ་རེད། ཡིན་པ་ཡིན་ལ་སྒྲིག་འཛུགས་འདི་གིས་འདི་གི་ལམ་ལུགས་དེ། དམངས་གཙོའི་ལམ་ལུགས་རྒྱལ་པོའི་ལམ་ལུགས་སྐུ་དྲག་གི་ལམ་ལུགས་སྤྱི་ཚོགས་ར་ལུགས་ལམ་ལུགས་དམར་ཕྱོགས་ཀྱི་ལམ་ལུགས་ལམ་ལུགས་མང་པོ་ཡོད། ཨ། ཡོད་པའི་ནང་ནས་ལམ་ལུགས་ཡག་ཤོས་འདྲ་བོ་དེ་ལ་ཡང་ད་དམངས་གཙོའི་ལམ་ལུགས་དེ་བརྩི་གི་ཡོད། དམངས་གཙོའི་ལམ་ལུགས་དེ་ཡག་པོ་བརྩི་དགོས་ཡག་རྒྱུ་མཚན་དེ་ག་རེ་རེད་ཟེར་ད་གོ་ན། སྐུ་དྲག་ལམ་ལུགས་དང་རྒྱལ་པོའི་ལམ་ལུགས་དང་དེ་ཚོ་དྲག་སྟེ་གི

གྲོས་ཚོགས་ཟེར་ཡ་འདི། ཨ་ནི། རྫོང་རིན་པོ་ཆ་ནས་བཏགས་བཞག་པ་ག་འདྲས་རེད་ཟེར་ན་འོ་ན་གང་ལ་སྤྱི་བཏང་དམངས་གཙོ་ཟེར་ཡ་འདི་རྒྱལ་ཁབ་སྤྱད་ས་རྒྱལ་ཁབ་ནས་ཆོག་ས་སྒྲིག་འཛུགས་ནས་ཐ་ན་གྲོང་སྡེ་གཅིག་ལ་མི་བདུན་བརྒྱད་ཅིག་ཡོད་པ་ཡིན་ན་ཡང། ཨ་ནི་ཁོ། སྒྲིག་འཛུགས་ཀྱི་གནས་སྟངས་འགྲོ་བ་ཁོ་ཁ་ཤས་ཀྱི་མཉམ་དུ་གནས་དགོས་ཚར་ཡོད་ཀྱིས་ལ། དེ་ནི་དེའི་ནང་ལ་ཡ་ཨ་ནི་སྐྱིད་སྦུག་དང་སྡུག་སྦུག་གཉིས་ཀ་ཡོང་ཡག་གི་རྣམ་གཞག་དེ་འཇིག་རྟེན་ཆོས་ཉིད་རེད། དེ་འདྲའི་འདྲ་བའི་བདེ་སྡུག་གི་འཚོ་བ་དེའི་དབང་གིས་ཚོགས་པ་ཡིན་ན་རེད་སྒྲིག་འཛུགས་ཡིན་ན་རེད་དེ་ཁག་དེའི་ནང་ལོགས་ལ་ཡང་ཁོ་འགྲིག་བའི་ཆ་དང་མ་འགྲིག་གི་ཆ་དང་དེ་འདྲས་ཀྱི་ཅིག་རྙོག་དྲ་འགྲོ་བ་དེ་འདྲ་མང་པོ་ཅིག་ཡོང་ཡག་དེ་ཁོ་ཆོས་ཉིད་རེད། ད་དེ་འདྲའི་རྙོག་དྲ་ཅིག་ཡོང་པའི་སྐབས་དེ་ལ་དེ་ཐག་གཅོད་ཡག་ལམ་ཁ་དེ་གཉིས་རེད།

ལག་ས་མི་གཅིག་གི་དབང་ཤུགས་ཚད་རྒྱུ་མ་ཡིན་པ་དཔལ་འབྱོར་ཡོད་ཉིད་དང་གཅིག། རྒྱབ་རྩ་ཡོད་ཉིད་ཀྱི་དབང་ཤུགས་ཚད་བ་མ་ཡིན་པ་སྡེ་ཁག་དེ་གི་མི་གང་དག་ཚུར་རུག་རུག་བཟོས། ཚང་མས་གྲོས་བསྡུར་བྱས་ནས་གནས་སྟངས་འདི་གང་ཐག་གཅོད་ཅིག་བྱས། ཐག་གཅོད་ཅིག་བྱས་ཚར་བའི་རྗེས་ལ། ད་དེ་ནས་མ་འོངས་པ་ཡིན་ན་འདི་འདྲའི་གི་རིགས་ཡོང་ན་ང་ཚོ་དེ་འདྲའི་ཡིན་ད་ཟེར་ནས་སྒྲིག་གཞི་ཞིག་བཞག།

ད་བོད་མི་ལ་ཚོགས་འདུ་གྲོས་བསྡུར་བྱེད་འོང་པའི་སྐབས་སུ་ང་ཡོད་མ་བལྟས་ངའི་ཐུགས་འཚུབ་ཀྱིས་ཨོ་ཨ་ཕོ་ཚེ་བརྟན་གླེང་མ་སོང་སྟེ་ཁོས་གི་དེ་འདྲས་ཟེར་གི་འདུག་བདག་ལ་ནི་ཕིང་གིས་སྐད་ཆ་དེ་བཤད་འོང་སྟེ་ཁོ་རང་བཞིན་གྱིས་ཕིང་གི་གྲོས་ཚོགས་གྲོས་བསྡུར་བྱེད་ས་དེ་ནང་ལ་ལ་ངེད་ཀྱི་ཐུགས་འཚུབ་དེ་ཆགས་ཡོད། བྱས་ཚེ་ཚང་མ་མཉམ་དུ་འདོམས་ཡ་དེ་ལ་ཐ་སྙད་དེ་ལ་ཡང་ཐད་ཀར་མང་ཚོགས་ཟེར་ཡོད། དབང་ཡང་བསྒྱུར་ཡ་གི་མི་ཡོངས་རྫོགས་མཉམ་དུ་འཛོམས་ཏེ་ཁོ་ཆ་ཚང་གི་ཐད་ཀར་སྟངས་འཛིན་བྱེད་གི་ཡོད་རེད་བ། ད་དེ་ཁག་པོ་ཡིན་ཙང་བ་རོལ་ཅིག་ལ་རིམ་པས་རིམ་པས་ད་ཐུས་མི་ཚུགས་ཡག་མགོ་ཚུགས་དགོས་པ། གྲོས་ཚོགས་ཀྱི་དཔེ་གྲོས་ཚོགས་ཚོགས་ས་དེའི་ནང་ལོགས་ལ་ངའི་ཐུས་མི་ཚུགས་ཁྱོའི་ཐུས་མི་ཚུགས་ད་མཐའ་མ་ཅིག་ལ་སྡེ་ཁག་སོ་སོ་འདྲ་བགོས་ནས་དེའི་ནང་ནས་མི་གི་ཐུས་མི་ཚུགས་ཡོང་དེ་གང་ལ་དེ་ནི་ག་རེ་རེད་ཐུས་མི་དེ་ཚོ་གི་ཕི་གེ་ལ་ཡ་ད་གྲོས་བསྡུར་བྱེད་ཡ་དེ་ལ་ད་གྲོས་ཚོགས་ཀྱི་ར་བ་ཟེར་ད་འདི་ཨ་ནི་ང་ཚོ་མ་སོང་ན་རྒྱུ་ནོམ་གྱི་ཐོག་ནས།

མིང་དེ་འདི་ལྟར་ཡོད། ད་ང་ཚོས་ངེས་པར་དུ་ངེས་དགོས་ཆེད་ག་རེ་ཡོད་རེད་ཟེར་ཏེ་ཁྲིམས་བཟོ་ལྷན་ཁང་ཟེར་དེ་ཁྲིམས་བཟོ་གཉིས་རེད། ཁྲིམས་བཟོ་ཡག་དེ་ཡང། ང་ཚོ་ཁོ་ཁྱབ་ཁོངས་སྒྲིག་འཛུགས་འདི་ཡི། དགོས་དབུ་དང་གནས་བབ་ཡོངས་རྫོགས་ལ་བརྟགས་ནས་ཁྲིམས་བཟོ་དགོས་རེད་མ་གཏོགས་མི་ཁ་ཤས་ཅིག་གིས་ཁྲིམས་གང་བྱུང་མ་བྱུང་བཟོ་དགོས་ལ་ནི་ཨུ་ཚུགས་བརྒྱབ་ནས་ཁྲིམས་བཟོ་ཡག་ཡོད་མ་རེད།

གང་ཟག་དེ་སོ་སོ་ལ་ངོ་ཤེས་པ་ཅིག་ཡིན་ན་ཆོག་དེར་ངོ་མ་ཤེས་པ་ཅིག་ཡིན་ན་ཆོག་གི་རེད། ཡིན་ན་གང་ཟག་དེའི་སྐད་ཆ་དེ་བཤད་དེ་ལ་གནས་ལུགས་དང་རྒྱུ་མཚན་འདུག་མི་འདུག་དེ་ལྟ་དགོས་ནི་དཔེ་གལ་ཆེན་པོ་རེད། མ་གཏོགས་གང་ཟག་དེ་གི་སྐད་ཆ་དེ་རྒྱུ་མཚན་ག་འདྲས་ཀྱིས་བཤད་པ་ཡིན་ན་ཡ་མེད་དང། སོ་སོ་ནང་བ་འགྲོ་ཉིད་ཀྱི་གང་ཟག་ཅིག་ག་ཚོད་མི་དགོས་ག་འདྲས་བཤད་པ་ཡིན་ན་ལག་པ་བརྡབ་ཀ་དགོས་ལ་ང་དེ་འདྲས་ཡིན་མི་འདུག་ཨ། བྱས་ཚེ་འདིའི་མཚམས་འདི་ནི། ཁོ་སྤྱི་འཐུས་དང་འཛིན་སྐྱོང་བཀའ་ཤག་ཟེར་ཡ་དེ་ཁོ་སྐུ་དྲེག་ཅིག་རེད་བ།

དེ་ལྟར་དེའི་ནང་བཞིན་ང་ཚོ་དང་དང་དམ་ཆོས་ཕུལ་ཚར་བའི་རྗེས་ལ་ཡ། ཡང། ཁོང་ཁོ་མོ་ཟླ་བ་ཚེ་རིང་དང་ཟླ་བ་ཕུར་རྒྱུད་ཁོང་རྣམ་པོ་ཚོས་ཡ་བཞག་ནས་ང་ཚོ་གྲོས་ཚོགས་ཚོགས་མ་ཐུབ་པ་ཆགས་ཡོད། ཁྱེད་ཀྱི་དང་དང། གྲོས་ཚོགས་ཚོགས་མ་ཐུབ་མང་པོ་ཅིག་དྲན་ཡ་དེ་ཚོའི་ནང་ལ་བསྡུ་ཚུལ་མི་འདུག་ཨ། མིག་ཡ་གཅིག་ཙུམ་ནས་བཤད་བདེ་བ་ཡིན་ན་ང་ཚོ་སྤྱི་ཚོགས་ནང་ལ་མར་འགྲོ་འགྲིག་ཡ་ཡོད་མ་རེད། བྱས་ཙང་ཡིན་མ་ཡིན་ནི་ངས་ཚོའི་ནོར་འཁྲུལ་རེད་ཟེར་གི་མེད་ཨ།

འདི་ལྟར་ན་ཁྲེས་དགའ་ཡོད་རྒྱུ་རྒྱན་དུ་དགག་ཐུག་རེད་ང་ཚོ་དམ་བཅའ་ཕུལ་ས་དུ་མི་ཡག་ཆགས་འདུག་དམ་བཅའ་ཕུལ་ས་དུ་བཟོ་ཡག་གི་ཆེད་དུ་གྲོས་ཚོགས་ཕ་མ་ཅིག་བཟོ་ཡག་ཆེད་དུ་གྲོས་ཚོགས་མ་གཏོགས་དམ་བཅའ་ཕུལ་སའི་ཚུལ་ཅིག་བཟོ་ཐུབ་ཡོད་མ་དྲིན་ཅིག་ལྟ་ཅི་གནང་དགོས་པ་དེ་ཕ་མ་དེ་འཚོ་ཡག་གི་སྐབས་སུ་དེ་ནས་དཔལ་དུ་ཤར་གྱི་ལྷ་དེ་ལོག་གི་ལུས་དང་ཚང་མ་གཅིག་འཁྲུག་འོང་དེ་གང་ཟུར་པ་དེ་ཚོ་ཚོགས་པ་ཅིག་བཙུགས་ནས་དེའི་ནང་ལོག་ལ་ཡང་ད་ལྟ་ཀུ་རེའི་སྤྲུལ་སྡེ་དངོས་གྲུབ་རྡོ་རྗེ་ལགས་ཀྱིས།

བཀའ་ཤག་གི་རྩ་འཛིན་ལམ་སྟོན་ཁ་གསལ་པོ་བྱས་ནས་མི་རིགས་སྤོ་ལོ་ཐང་གི་མ་གཏོགས་དེ་ལས་བརྒལ་ནས་ཡོང་ཆོག་གི་མ་རེད་རྩ་འཛིན་ལམ་སྟོན་ཡིག་ཆ་བཀོད་ཡོད་རེད། དེའི་ཉན་རོགས་མ་བྱས་གྲོས་ཚོགས་སྒོ་འགྲོ་ལ་དམུས་ལོང་ལོག་པས་དམ་སྲིའི་འབྱུང་བོ་འདི་ལ་སྐྱོ་སྟེ་སུ་དམུས་ལོང་ལོག་པ་རེད་ལབ་བ། ཞོགས་ཀྱི་གནོད་བོ་གཅིག་ལ་དེ་ནས་ཚུར་ཡོང་དུས་ང་ལ་ད་ལྟ་བུ་མོ་གཅིག་འདུག་གཉིས་དེ་གཅིག་ཤོར་སོང་ང་དང་མ་ནག་ཀུན་ཅོག་ཟེར་ངའི་གདོང་པ་ཐུལ་ལོས་ཇི་ལྟར་རྙེད་དེ། གདོང་པ་ཁོ་རང་མིག་ཤེལ་ལྟར་ལྟར་ཆུག་ངའི་ཁ་ནང་ལ་ཐུལ་ལོས་ཟགས་སོང་ངས་ཚུར་ཡོང་རྩེད་མོ་རྩེས་དེར་བུ་མོ་དེ་སོང་བཅུག་མི་འདུག་ལས།

ཁོ་དྲག་པོ་བྱས་ནས་གལ་ཆེན་པོར་བ་ཁོ་ངས་ཁེ་ཕན་ཞུ་བས་ན་དམ་དཔལ་གྱི་ཁྲིམས་ཞིབ་པ་དང་འབྲེལ་བའི་ཐོག་ནས་དཀའ་ངལ་འདི་གསང་ཡག་འདི་བཀའ་ཤག་སྤྱི་ཁོག་གི་ཁྲིམས་འཆར་ཁྱེར་ནས་ཡོང་བསྡད་པ་ཞིག་མ་རེད། འདི་གསང་བའི་ཉིན་མོ་འདི་ལ་ཉིན་མོ་གཅིག་དགོངས་དག་དེ་ལ་ཛྭ་དྲག་གི་རྒྱུ་ལས་ཚོགས་འདུ་ཚོགས། ཚོགས་ཚོགས་ཤོས་ཀྱི་སྣེ་ཁྲིད་པའི་ཐོག་ནས། རྒྱུ་ལས་ཀྱི་ཁྲིམས་འཆར་ཞིག་ཁྱེར་སླད་ཡོད་དཱ། དེ་ཡིན་དུས་རྒྱུ་ལས་ཀྱི་ཁྲིམས་འཆར་དེ་ཁྱེར་མ་མྱོང་པས་ཡིན་ན།

ཁྲིམས་འཆར་གྱི་སང་ཉིན་ཡར་སླེབས་ཐུབ། བྱས་ཙང་དེ་གིས་བརྒྱུད་རིམ་གྱི་ཐག་གཅོད་བྱས་པའི་བརྒྱུད་རིམ་གྱི་ཐ་མ་དེ་ལ་ཨ་ནི་ཨ་ཁུ་གིས་གསུང་བ་ན་ཤེས་བྱའི་ཟུང་ཆུ་སོལ་མ་དེ་ནང་ལོག་དགག་པ་རྒྱག་ངེས་གཅིག་བྱེད། ཨ་ནི་བར་ཤུགས་འདེགས་ངེས་དང་ཐོག་ཁ་ཤས་ཞོར་ལ་དེ་ཡས་ཁེངས་པོ་ཏིང་ཏིང་བསམ་པ་ལ། དེ་ལ་དགག་པ་རྒྱག་གི་ཡོད་པ་ཡིན་ན། ཨ་ཁུ་གིས་དགག་པ་རྒྱག་གི་ཡོད་གསུངས་སོང། རེད་ཆོག་གི་རེད། ད་ལྟ་ན་ཤིང་གིས་མཐའ་གཅིག་ཏུ་དགག་པ་ཡོད་པ་ཡིན་ན། ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་གསུམ་པའི་ཚེས་ཉི་ཟེར་ལྔ་ལ་བཙན་བྱོལ་བོད་མིའི་བཅའ་ཁྲིམས་བསྐྱར་བཅོས་ཟིན་བྲིས་ཚོགས་ཆུང་དེའི་མགོ་བཙུགས་པའི་སྐབས་སུ། འོས་ཅིག་འཕེན། དེའི་སྐབས་སུ། དེ་ལ་དགག་པ་རྒྱག་ངེས་དབུས་གཙང་ནས་གཅིག་བར་ཤུགས་ལྡན་ངེས། ཨི་ཟག་ནས་གཅིག་བྱུང་བ་རེད། ད་ག་ནས་ཤིང་གི། རྡོ་སྟོད་ནས་ཀྱི་གག་པ་དེ་ངས་གཉིས་བྱུང་བ་རེད་བྷ་ཤུ་དེ་ངས་གཅིག་གཅིག་མེད་པ་རེད། ད་ག་ནས་ཤིང་གི་རྡོ་སྨད་ནས་འདི་སྐབས་སུ། ཨ་ནི་མེད་པ་གཉིས་ཆ། འདི་སྐབས་སུ་ཡོད་མ་རེད། ཨ་ནི་ཆུ་ཁའི་སྤྱི་མཐུས་འདི་སྐབས་སུ་ཨ་ནི། བྷ་ཤུ་དེ་ངས་དྲུག་གཅིག་བྱས་པ། ཨ་ནི་ཆི་ཁའི་སྤྱི་མཐུས་ནི་ག་འདྲ་གཅིག་མེད་པ་རེད། དེ་ལས།

ཨོ་དེ་ལ་ང་རང་ཚོ་ཁྲིམས་ཞིབ་པ་གཏང་ངེས་འདུག་ཟེར་ཡོ་བསྲང་བྱེད་ཐུབ་རུང་འདི་སུས་ཀྱིས་བྱེད། སྐབས་བཅུ་དྲུག་མ་རེད་སྐབས་བཅོ་བརྒྱད་མ་རེད་སྐབས་བཅུ་བདུན་གྱི་སྤྱི་འཐུས་བྱེད། ང་ཚོའི་གི་ད་ལྟ་ཕྱག་ལས་གནང་སྟངས་འདི། རྣམ་པ་ཚོ་ལ་དགོངས་ཚུལ་ཡོང་ཆོག་གོ་རུ་བ། ཡིན་ནས་ང་ཚོའི་ཕྱག་ལས་གནང་སྟངས་འདི། ངའི་ངོས་ནས་ག་རེ་ངོས་འཛིན་ཞུ་དགོས་ཡོད་ནམ་རྒྱུན་ང་ཚོ་ད་ལྟ་འདས་ཡར་མ་ལྡི་ལི་ལ་འགྲོ་དུས་ཙམ་པ་ལ་ཁག་གཅིག་མ་རུ་མི་སྒེར་པ་མང་ཆེ་ང་ཚོ་རི་ལི་ལ་འགྲོ་གོ་རུ་བ། རི་ལི་མྱུར་པོ་བྱོས་ར།

འདི་ནི། མཁན་རྒྱལ་ཆེན་པོར་བསམ་ཁུལ་དུ་ད་ལྟ་ནས་ཤིང་གི་དང་ཆོས་སྐུའི་གཅིག་སྡུད་དང་འབྲེལ་བའི་ཐོག་ནས་ད་ལྟ། སྐབས་རེ་མང་པོ་ཆུ་ཕེབས་སོ་འདི་དང་དགེ་ཞིང་དགེ་བ་དགེ་བཤེས་ལགས་ཀྱིས་གསུངས་གནང་བྱུང་རྩ་བའི་ད་ལྟ་གཅིག། མཁན་དགོན་བས་ག་རེ་ལ་ཞུ་གི་ཡིན་ན། སོ་སོ་ངོས་ནས་ག་རེ་ངོས་འཛིན་ཞུ་གི་ཡོད་ན་དེ་བཀའ་མོལ་གསུང་ཆོག་གི་ཐོག་ནས་བསམ་ཚུལ་ཡོང་ཆོག་གི་རེད་ནས། བཀའ་མོལ་གསུང་ཆོག་ཙམ་མ་ཡིན་པར་ང་ཚོ་རྣམས་ཀྱིས་དུས་རྒྱུན་ང་རང་ཚོ་ཤེས་རྐོག་ར་ཚིག་བླ་མ་དག་དོན་རྣམས་དང་དོན་དག་འདི་གི་འདུག་དེ་གི་མི་འདུག་འདི་ཡས་ཟེ་རྒྱལ་ཆེན་པོ་རེད།